རྒྱལ་དབང་སྐུ་ཕྲེང་བཅུ་གསུམ་པ་ཆེན་པོ་རྒྱ་གར་ནས་ཕེབས་དུས་ནི། ད་ཡ་རྒྱལ་བཙོག་སྤྲུལ་བཞི་པོ་རྗེས་གནང་ཡག་གི་དགོངས་གཞི་ཆེན་པོ་གཅིག་ཅན་ཕི་ནས་སུ་ཕེབས་ཡོག་རེད། མང་པོ་ཞིག་གནང་བའི་ཁོངས་ནས་བོད་ཀྱི་ཤོག་ངོས་དང་པོ་ནི་ས་ལྷ་སར་ཡོད་པའི་འདབ་ཤོག་ལ། དགའ་ལྡན་ཕོ་བྲང་ཕྱོགས་ལས་རྣམ་རྒྱལ་ཞེས་ཆུ་བར་གསང་བདག་དང། ཁྲི་ཤིང་ཐོག་བཀོད་པའི་པར་གཞི་བདུན་གངས་རི་དང་སེང་གེ། རྒྱབ་རི།

ཚེ་རིང་དྲུག་གོ་ཡོད་པ་ཅིག་ལྔ་བཅུ་ལོག་ཅིག་ཡོད་རེད། སྤྲང་དགའ་ལྔ་བཅུ་ཐོན་པའི་ལོར་རེད། ཤོག་ངུ། དེ་ནས་ཉི་ཤུ་རྩེ་ལྔ་བཅུ་ཡོད་རེད། སེར་པོ་ཆེ། འདི། འདི་ཡོད་རེད་ག་སོགས་རེད་བས། ཚེ་རིང་དྲུག་གོ་ཡོད་པ་ཆེ། ད་དེ་ནས། ཉི་ཤུ་རྩེ་ལྔ་བཅུ་ཡོད་རེད། དམར་སྐྱར་བ་ཆེ།

བཀྲམ་ལྔ་ཚུལ་བཞིན་འཇམ་མགོར་འདོད་ཡོན་སྣ་ལྔ་བྱའོ། འདོད་ཡོན་སྣ་ལྔའི་རི་མོས་ཕྱུག་པ་དག་ལ། སྦུག་དུམ་དམར་པོ་དང་དངུལ་ཁང་གི་དམ་ཕྲུག་ནག་པོ་ཡོད་པ་བཅས་འགྲེམ་སྟོང་སྣང་བསྡུ་བ་དང། ཤོག་དངུལ་འགྲེམ་སྟོང་སྣ་བའི་ལུག་རྫི་ལ་བསྟན་ན་ས། གངས་ལྗོངས་བོད་རྒྱལ་ཁབ་ཆེན་པོའི་ལུགས་ཟུང་ཆབ་སྲིད་དབུ་བརྙེས་ཀྱི་ལོ་ཆིག་སྟོང་དྲུག་བརྒྱ་ལྔ་བཅུ་ང་དགུ་ཟིན་ཅིག་གནང་ཡོད་རེད། ལྟ་འདི་འདི་རེད་གར་སོགས་རེད་བས། ངས་འདི་ལུག་རྫི་དེ་ག་འདྲས་སུ་གནང་རེད་དཔྱད་བརྗོད་ཞེ་དྲག་ཞུས་པ་ཡིན་པས། འདི། བོད་ལ་དམ་པ་ཆོས་ཀྱི་དབུ་བརྙེས་ཀྱི་ལོ་དེ་རེད་ཅེས་ནས་གསུང་གི་འདུག།

དེ་གསུང་རྒྱ་ནག་ཕྱོགས་ཡོད་རེད་དེ། ང་ཚོའི་བོད་གཞུང་གི། ཡིག་ཆའི་ནང་ལས་དམ་པ་ཆོས་གོ་ནས་ཡིན་གསུངས་ཡོད་རེད། ཁྱེད་ཚང་ངས་གསལ་བཤད་རབ་ཞུས་ནས། ཏན་ཏན། གི་རེད། ད་འདི་ནང་དེ་འདི་ཡོད་གར་སོ་གོ་རེད། ལོ་ཆིག་སྟོང་དྲུག་བརྒྱ་ལྔ་བཅུ་ང་དགུ་སུ་སྐྱོན་ཡོད་རེད། ཆིག་སྟོང་དྲུག་བརྒྱ་ལྔ་བཅུ་ང་དགུ་སུ་སྐྱོན་ཡོད་རེད། འདིའི་གཤམ་དེ་ཡི་གེ་འདི་ནང་ལ། ཕུན་ཚོགས་བདེ་གཤེགས་དཔལ་ངང་ཕན་བདེའི་སྤྱི་ནོར་ཆོས་སྲིད་གཉིས་ལྡན་རབ་བྱུང་བཅོ་ལྔ་བའི་ཤོག་སྔོན་ཟན་ཅིག་བཏགས། རབ་བྱུང་ལོ་ཚད་ཀྱི་སྐྱོན་ཡོད་རེད། རབ་བྱུང་བཅོ་ལྔ་པ་སྐྱོན་ཡོད་རེད་མ་གཏོགས་རབ་བྱུང་བཅོ་ལྔ་པ་ཡང་ལོ་གྲངས་ཀ་ཟན་ཅིག་ཡང་སྐྱོན་ཡོད་མ་རེད། ལྟ་བས་འདི་རྩིས་ཡོང་བའི་སྒང་ལ། ལྕགས་པགས་ཆིག་སྟོང་དགུ་བརྒྱ་བཅུ་གཅིག་ལོ་ཆིག་གི་ཡོད་རེད། ཆིག་སྟོང་དགུ་བརྒྱ་བཅུ་གཅིག་ལོ་ཆིག་གི་ཡོད་ན་སྟོད་གཡག་འདི